ལྷན་རྒྱས་སྐུ་ཁམས་བཟང། དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་པ་སངས་ཉིན་གྱི་བོད་དང་རྒྱལ་སྤྱིའི་གསར་འགྱུར་ཁག་རིམ་པས་ཉན་རུ་ཆུག་གི་ཡིན། དེ་རིང་གི་གསར་འགྱུར་ནང་སྐྱབས་རྗེ་བཀའ་བདེའི་ཁྲི་ཟུར་རིན་པོ་ཆེ་མཆོག་དགོངས་པ་རྫོགས་པའི་སྐོར་དང། དག་ནང་བཞིན་བྱམས་མགོན་བཀའ་དིན་ཏཱའི་སི་ཏུ་རིན་པོ་ཆེ་མཆོག་ནས་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་སེམས་བྱུང་བརྟན་བཞུགས་ལྟ་བུའི་ཞུས་གནང་བ་སོགས་ཀྱི་སྐོར་རིམ་པས་ཉེར་འཕྲི་ཞུ་གི་ཡིན། བྱམས་མགོན་རྒྱལ་བོའི་རྒྱལ་ཚབ་སྐྱབས་རྗེ་བཀའ་དིན་ཁྲི་ཟུར་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་དགོངས་པ་རྫོགས་པའི་གནས་ཚུལ་ཐོན་ཞག་དེ་ཡང་བྱམས་མགོན་རྒྱལ་བོའི་རྒྱལ་ཚབ་སྐྱབས་རྗེ་བཀའ་དིན་ཁྲི་ཐོག་བརྒྱ་དང་བཞི་པ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གཙོ་བོ་དགུང་ནའི་བབས་རེ་དག་ནང་བཞིན་བསྙུན་གཞི་ཡི་ཕྲན་བུ་བཞེས་པའི་ཚུལ་བསྟན་རྗེས་དེ་རིང་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་པ་སངས་ཉིན་གྱི་ཞོགས་པའི་ཆུ་ཚོད་དགུ་དང་སྐར་མ་ལྔ་བཅུ་ང་ལྔ་ཙམ་ལ་ཡང་རྒྱ་གར་ལྷོ་ཕྱོགས། སེ་ར་བྱེས་ཁྲི་ཟུར་རིན་པོ་ཆེ་བླ་བྲང་དུ་དགོངས་པ་གཙོ་བའི་ཡིད་སྐྱོ་བའི་གནས་ཚུལ་དེ་བྱུང་ཞག། དེ་ཡང་འཇམ་མགོན་རྒྱ་བོད་རྒྱལ་ཚབ་སྐྱབས་རྗེ་དགའ་ལྡན་ཁྲི་ཐོག་བརྒྱ་དང་བཞི་པ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གཙོ་བོ་དགུང་ནའི་བབས་རེ་དྭགས་ནས་བཞེངས་བསྙུན་གཞི་ཡི་ཕྲན་བུ་བཞེས་པའི་ཚུལ་བསྟན་རྗེས་དེ་རིང་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩི་དྲུག་རེས་གཟའ་པ་སངས་ཉིན་གྱི་ཞོགས་པའི་ཆུ་ཚོད་དགུ་དང་སྐར་མ་ལྔ་བཅུ་ང་ལྔ་ཙམ་ལ་ཡང་རྒྱ་གར་ལྷོ་ཕྱོགས་སེ་ར་ཆེ་ཁྲི་སུ་རུམ་ཆེན་བླ་བྲང་དུ་མགོན་པོ་འཚོ་བའི་ཡིད་སྐྱོ་བའི་གནས་ཚུལ་དེ་བྱུང་ཞག་གཞི་རྩའི་ཉེ་ལམ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་གོ་སྟོན་དང་འབྲེལ་རྗེས་བརྟན་བཞུགས་བསྟར་འབུལ་སྐབས་ལ་ཡང། ཁྲི་སུ་རུམ་ཆེན་དང་པོ་ཁོང་ནས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུ་ཡག་གི་ཆེད་དུ་བཞུགས་སྒར་དུ་ཆེད་ཕེབས་གནང་རྗེས ྋགོང་ས་སྐྱབས་མགོན་ཆེན་པོས་མཇལ་ཁ་ཞུས་གནང་ཤག་ཨ་ནི་དེའི་རྗེས་ནས་རྒྱ་གར་ལྷོ་ཕྱོགས་སུ་ཆེས་ཕེབས་པའི་རྗེས་ལ་ཡང་སྨན་ཁང་དུ་ཉི་མ་རེ་ཟུང་ཅིག་བཞུགས་གནང་རྗེས། ཨ་ནི་དེ་ནས་རྗེས་ཨ་ནི་སེ་ར་ཁྲི་སོག་བླ་བྲང་དུ་བཞུགས་བཞུགས་གནང་འདུག་དེ་ལས་ཨ་ནི་ད་རང་བཞུགས་སྐད་ཨ་ནི་ཡིད་སྐྱོ་བའི་གནས་ཚུལ་དེ་འདུག་ཞེས་སྟོན་ཤག་དེ་དང་འབྲེལ་ནས་ཨ་ནི་མགོན་པོ་ཁྲི་བཟང་ཁ་རེ་ད་ག་ན་ཞིག་ཅི་དགར་མང་པོ་ཞིག་ནས་ཡིན་ནས་ཡིད་སྐྱོའི་མྱ་ངན་ཞུ་ཡིག་ཅིག་ཅིག་གཉིས་འདུག་ལ་ཡ་འདུག་སུ་ཅེས་ཐོན་བཞིན་འདུག། རྩ་བའི་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་དྲུག་པའི་ཚེས་ཉི་ཤུ་རྩ་བཞིའི་ཉིན་གངས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཧོར་ཟླ་སྐྱབས་མགོན་ཆེན་པོ་མཆོག་ནས་ཁྲི་ཟུར་རིན་པོ་ཆེ་དམ་ཁོང་ལ་ཡང་འཇམ་མགོན་རྒྱ་བོད་རྒྱལ་ཚབ་དགའ་ལྡན་ཁྲི་རིན་པོ་ཆེ་ཁྲི་ཐོག་བརྒྱ་དང་བཞི་པར་བསྐོ་བཞག་གིས་བཀའ་ཡིག་རིན་པོ་ཆེ་བསྩལ་གནང་མཛད་རྗེས་ནས་ལོ་དེའི་ཕྱི་ཟླ་བརྒྱད་པའི་ཚེས་པ་བཞིའི་ཉིན་གང་ལ་ཡང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དུ་གདན་བཞེས་པའི་དགའ་ལྡན་བླ་སྤྱི་རེ་དག་ན་ཞིང་དགའ་ལྡན་ཁྲི་ཐོག་ཁང་གཉིས་སུ་ཡང་ཁྲི་སྟོན་གྱི་མཛད་སྒོ་འཚོགས། ནི་དགའ་ལྡན་སི་ཏྲི་རིན་པོ་ཆེ་ལ་ཡང་མངའ་གསོལ་བྱས་པ་ནས་བྱས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་བར་ལ་ཡང་ནི་དགའ་ལྡན་ཁྲི་བར་འདུག་བྱས་གནང་ཡོད་རེད། དེ་དང་འདྲ་བྱས་དགའ་ལྡན་ཁྲི་ཐོག་བརྒྱ་དང་བཞི་བ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གི་དྲུང་སོ་དྲུང་ཡོན་རེ་དག་ན་ཞིང་བླ་པ་སློབ་གཉེར་སོགས་སྐོར་ལ་ཡང། ཞེས་ད་ཅིག་བླ་མ་སློབ་གཉེར་སོགས་ཀྱི་རྣམ་ཐར་སྙིང་བསྡུས་ཀྱིས་ཞུས་པར་བྱས་མིན་ན། ཨ་སྟག་རིན་པོ་ཆེ་སྒྲ་ཆེན་མིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་སོ་ལྔ་ལོ་ལ་ཡང་གཙང་སྟོད་ལྷ་རྩེ་ཁུལ་ལ་ཡང་སྐུ་འཁྲུངས། དགུང་ལོ་བཅུའི་སྐབས་ལ་ཡང་ཁོང་ས་ལྔ་པ་ཆེན་པོའི་ཕྱག་བཏབ་པས། ལྷ་རྩེ་ཆོས་སྡེ་དགའ་ཟླའི་འོག་མིན་གླིང་དགོན་དུ་ལ་ཡང་ཆོས་ཞུགས་གནང་རྗེས། ཨ་ནེ་ཡི་མཁན་ཆེན་བསྟན་འཛིན་རྒྱ་མཚོའི་དྲུང་ནས་དགེ་ཚུལ་གྱི་སྡོམ་པ་བཞེས་གནང་ཡོད་རེད། དེ་ནས་ཅེས་དགོན་པའི་སྒྲིག་སྲོལ་ལྟར་བླ་མ་སློབ་གཉེར་གནང་ཡག་ནས་དགུང་ལོ་བཅུ་དྲུག་གི་སྐབས་ལ་ཡང་སེར་བྱེས་གྲྭ་ཚང་དུ་སྒྲིག་ཞུགས་གནང་རྗེས། ནས་མཁས་པ་དགེ་བའི་བཤེས་གཉེན་མང་པོ་ཅིག་བསྟེན་གནང་རྗེས་ནས་གཞུང་ཆེན་ཁག་ལ་ཡང་གསན་གཟིགས་དང་ཐུགས་ཉེ་དུ་སེར་སྣང་བཞག། དགུང་ལོ་ཉི་ཤུ་རྩ་གསུམ་ཐོག་ལ་ཡང་ལྷ་ལྡན། ནོར་གླིང་གཟིམ་ཆུང་ནང་ལོགས་ལ་ཡང་སྐྱབས་རྗེ་ཁྲི་བྱང་རུམ་ཆེ་དྲུང་ནས་དགེ་སློང་གི་བསླབ་སྡོམ་བཞེས། ནས་དགུང་ལོ་ཉེར་ལྔའི་སྐབས་ལ་ཡང་ད་བོད་ནང་རྒྱ་ནག་གི་བཙན་འཛུལ་བྱས་པའི་རྗེས་ནས། ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་ཡང་རྒྱ་གར་དུ་ཞབས་བཅགས། ནས་ཐོག་མར་བཞུགས་ས་དེ་མིན་ན་སྦག་ས་ཆོས་ཁང་དུ་བཞུགས་རྗེས། ཨ་ནི་སྐབས་དེའི་ཐོག་ལ་ཡིན་པས་ན་སེར་བྱེས་མཁན་ཟུར་རིན་པོ་ཆེ་བློ་བཟང་དབང་ཕྱུག་མཆོག་རེད་ད་ན་གཤེན་ཟོང་རིན་པོ་ཆེ་སོགས་ཟླ་གཅིག་དགེ་བའི་བཤེས་གཉེན་རྣམ་པའི་དྲུང་ནས་གཞུང་ཆེན་ལྷག་མ་རྣམས་ལས་ཐུགས་གསལ་སློབ་གཉེར་གནང། ཕྱིས་སུ་སྦག་ས་ཆོལ་ཁ་སློབ་གྲྭའི་རྣམ་པར་གྱུར་པའི་རྗེས་ལ་ཡང་ནི་དཔེ་ཁྲིད་ཀྱི་དགེ་རྒན་ཡང་གནང་བཞག་དེ་ནས་སེ་ར་ཆོལ་ཁ་ཟླ་གཅིག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ས་གནས་སུ་སྤོས་པའི་རྗེས་ལ་ཡིན་ན་ཨ་ནི་དགའ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གིས་གཏན་འབེབས་གནང་བ་ནང་བཞིན་སློབ་དཔོན་དང་ལྷ་རམས་པའི་རྒྱུགས་སྤྲོད་རིམ་པར་ཕུལ་གནང་རྗེས

ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོ་ལ་ཡང་དཔལ་ལྡན་སྨོན་རྒྱུད་གྲྭ་ཚང་གི་མཁན་པོའི་ཁྲི་ལ་ཕེབས། ཉིས་སྟོང་བཅུ་ལོ་ལ་ཡང་བྱང་རྩེ་ཆོས་སྦྱིན་ལ་ཕེབས་རྗེས་ནི་ད་མ་ཕྱི་ལོ་ཉིས་སྟོང་བཅུ་བདུན་ཟླ་བ་དྲུག་པའི་ཚེས་ཉི་ཤུ་རྩུབ་ཤུལ་ཉིན་གང་ནི་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་ནས་འཇམ་མགོན་རྒྱལ་བའི་རྒྱལ་ཚབ་དགའ་ལྡན་ཁྲི་རིན་པོ་ཆེ་ཁྲི་ཐོག་བརྒྱ་དང་བཞི་པ་བསྐོ་བཞག་གི་བཀའ་ཡིག་རིན་པོ་ཆེ་བསྩལ་གནང་མཛད་པ། སོགས་ཀྱི་བརྡ་ལོ་རྒྱུས་སྙིང་བསྡུས་ཤིག་སེར་བྱེས་རིག་རྩལ་ནས་འདུག་ཅེས་བསྡུས་བཞག་ཡོད།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་གོ་སྟོད་སྲུང་བརྩིའི་ཆ་ཤས་སུ་འཇམ་མགོན་རྟ་ཨེ་སི་ཏུ་རིན་པོ་ཆེ་མཆོག་ནས་གོང་ས་སྐྱབས་མགོན་ཆེན་པོ་གང་ཉིད་མཆོག་སྐུ་ཚེ་ཡུན་དུ་བརྟན་ཆེད་ཞབས་བརྟན་སོ་དྲུག་དང་བསྙེན་མཚམས་སྒྲུབ་པའི་རྗེས། དེ་རིང་སྤྱི་ཟླ་དགུ་པའི་གི་ཚེས་རྩ་དྲུག་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་གཟིམས་ཆུང་བརྟན་བཞུགས་བསྟར་འབུལ་ཞུས་གནང་འདུག།
སྐུ་མདུན་དགུང་ལོ་དགུ་བཅུ་ལས་ཕེབས་པའི་གི་ད་ལོ་ལོ་གོར་མོ་སྟེ་ཨ་ནེ། ཞི་བདེ། བྱམས་བརྩེ། སྙིང་རྗེ་གི་དུས་ཆེན་རེད་བ། དེ་ནས་སྐུ་མདུན་ཐམས་ཅད་མཆན་པ་ད་རེས་དགུང་ལོ་བརྒྱད་དང་སུམ་ཅུ་ཙམ་ནས་བཞུགས་སྤོས་ཀྱི་ཞལ་བཞེས་གནང་འདུག་བ། དེ་ནི་དེ་ག་ནང་བྱན་གྱི་དག་པའི་གསུང་བཟང་པོ་མང་པོ་བཀའ་དྲིན་བསྐྱངས་པ་རེད་དེ་ཡིན་དུས་དེ་ནས་སྐུ་མདུན་སྐུ་ཚེ་ཞབས་པད་བརྟན་སྤེལ་གྱི་ཆེད་དུ་ལ་དེ་ནས་ལོ་གསུམ་གྱི་རིང་ལ་སྒྲོལ་མ་འབུམ་ཐེར་བརྒྱ་དང་བརྒྱད་བསྒྲུབས་པ་ཡིན། ཨ་ནེ་འདི་གི་སྔོན་ལ་དེ་ནས་རྟ་མགྲིན་གྱི་སྒོ་ནས་ཟླ་བ་གཅིག་དང་ཕྱེད་ཀ་མཚམས་བསྡད་པ་ཡིན། ཨ་ནེ་ཕུར་པ་གི་སྒོ་ནས་ཟླ་བ་གཅིག་དང་ཕྱེད་ཀ་མཚམས་བསྡད་པ་ཡིན། ད་རེས་སྐུ་ཡི་འཁྲུངས་སྐར་གྱི་སྐབས་ལ་ཉི་མ་བརྒྱ་ཐམ་པ་མཚམས་འདས་པ་ཡིན། དེས་སྐུ་མདུན་རང་གི་ཞབས་བརྟན་བྱས་ནས་ད་ད་རེས་མཚམས་འཁྲུལ་ནས་དེ་ནས་སྐུ་མདུན་ཐུགས་དཀའ་བས་ཀྱི་དུས་ཚོད་ད་ད་རེས་བྱུང་སོང་དེ་ཡིན་དུས་འདི་ན་བཅར་ནས་བརྟན་བཞུགས་ཕུལ་བ་ཡིན། ཡང་དེ་གའི་གསར་འགོད་པས་གོ་སྐབས་འདི་དང་སྟབས་བསྟུན་རྗེ་རྟ་ཡེ་སི་ཏུ་རིན་པོ་ཆེ་མཆོག་ལ་རིན་པོ་ཆེའི་ངོས་ནས་མི་མང་ལ་བཀའ་སློབ་ཇི་ཡོད་སྐོར་བཀའ་འདྲི་ཞུས་པར། བླ་མ་སྐུ་ཚེ་ཞབས་པད་བརྟན་ཟེར་ཡ་དེ་ང་རང་ཚོ་དེང་སང་གི་སྐད་ཆ་གསར་བ་གང་མ་རེད་སངས་རྒྱས་བཅོམ་ལྡན་འདས་ཕེབས་པའི་སྐབས་སུ་ནས་རེད་དེ་ཡིན་དུས་སྐབས་སུ་ལ་དེ་ནས་བླ་མའི་དགེ་ཐུགས་ཀྱི་དགོངས་པ་དེ་ཆོས་རེད་ཆོས་རང་དམ་པའི་ཆོས་རེད་དེ་ཡང་དེ་ག་ཟེ་ཆོས་མ་རེད་དམ་པའི་ཆོས་རེད་དེ་གོང་ས་སྤྱང་ཀུན་ཆེན་པོ་གི་དགོངས་པ་དེ་རྟག་པར་ལ་བཀའ་གནང་གི་འདུག་བ་དེ་ཚོ་ཚང་མ་བྱེད་ནས་མི་བཟང་པོ་བྱེད་བསམ་པ་བཟང་པོ་བྱེད་ཨ་ནི་བྱང་ཆུབ་ཀྱི་སེམས་སྒོམ། ཨ་ནི་དེ་ག་ནང་བཞིན་གྱི་ད་ཆོས་ལ་ནང་པ་སངས་རྒྱས་པའི་གི་ནང་ནས་ཡོད་པ་ཡིན་ན་ཅེས་ཡོད་པ་ཡིན་ན་ཨ་ནི་ནང་པ་སངས་རྒྱས་པའི་གི་ཆོས་ལ་ཐོས་བསམ་སྒོམ་གསུམ་ཉམས་ལེན་བྱས་ནང་པ་སངས་རྒྱས་པའི་གི་ཆོས་ནང་ནས་ཅེས་མེད་པ་ཡིན་ན་ཡང་ཨ་ནི་ཅིག་བསམ་པ་བཟང་པོ་བྱེད་ཡ་དང་དེ་ནས་སྡུག་བསྔལ་མ་གོས་པ་བདེ་བ་འདོད་པ་སྟེ་འགྲོ་བ་སེམས་ཅན་ཐམས་ཅད་གཅིག་པ་རེ་བ་མི་རྐྱང་པ་མ་ཡིན་པ་སེམས་ཅན་ཐམས་ཅད་རེ་བ་དེ་འདྲ་ཡིན་ཏེ་ཨ་ནི་དེའི་གི་ཐོག་ལ་ཨ་ནི་སྔོན་གནས་གི་ཁ་ཞེ་གཉིས་མེད་ཀྱི་ཆེད་ནས་གི་ནི་སེམས། དང་བེད་ཀྱི་སྤྱིར་ནི་གཙང་མ་གཙང་ཆང་བྱས་པ་ཡིན་ན་དེར་བླ་མའི་ཕྱག་རྟེན་དེ་ལས་ལྷག་ཡོད་མ་རེད་ལ་སོགས་ཐུགས་རྗེ་ཆེ་གནང་ཐུགས་ཆེ་གནང་ལ་སོགས། ད་ག་ནས་ཞིག་མཇལ་ཁ་བསྒྲུབས་པའི་རྗེས་སུ་གསར་འགོད་པས་དཔལ་ཀུན་ཤེས་རབ་གླིང་གི་མཁན་པོ་དགེ་མཛེས་ཕུན་ཚོགས་ལགས་སུ་ད་རེས་ཀྱི་བརྟན་བཞུགས་དང་འབྲེལ་བའི་ཐད་ལ་བཀའ་འདྲི་ཞུས་པར། ཁོང་གིས་ད་རེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་འདི་ལྟར་ཞེས་ལྟ་བུ་ཞུས་ཐུབ་པ་བྱུང་བ་ལ་སྐལ་བ་བཟང་པོ་བྱུང་ཞེས་གསུང་གནང་བ་དང་སྦྲགས། བརྟན་བཞུགས་དེ་འདི་འདྲ་ཞིག་རེད། ད་སྔོན་མ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་སྡེ་བ་ནས་ཨ་ནེ་བྱམས་མགོན་ཏཱའི་སི་ཏུ་རིན་པོ་ཆེ་མཆོག་གི་གདན་ས་དཔལ་སྤུངས་ཤེས་རབ་གླིང་ལ་དེ་ནས་སྒྲོལ་མ་འབུམ་བརྒྱ་ཚར་གཅིག་འདོན་དབྱངས་ཀྱི་དབུ་འཛུགས་ཞུས་པ་རེད། ད་ལྟའི་ད་ལོ་ཆ་ཚང་གི་གྲུབ། དེའི་གི་སྟེང་དུ་ལ་དེ་ནས་བྱམས་སྐུ་ཀ་ནི་རྟ་ཡི་སྲིན་པོ་ཆེ་མཆོག། ཞག་པོ་བརྒྱག་གི་རིང་ལ་གྲོག་མཁར་གྱི་ཚེ་སྒྲུབ། སྐུ་མདུན་གྱི་སྐུ་ཚེ་ཚེ་སྒྲུབ་ཅིག་གྲུབ། ད་འདི་གི་མཇུག་ལ་ནི། སྐུ་མདུན་རང་ལ་ཡང་བརྟན་བཞུགས་ཞིག་ཕུལ་བ་ཡིན། དེ་ནས་བརྟན་བཞུགས་དེ་ཡང། གཟིམ་ཆུང་གི་བརྟན་བཞུགས་སྟབས་བདེ་བོ་མདོ་སྡུག་སུ་ཕྱིན་ཕུལ་གནང་བ་རེད། གཞི་རྩའི་ད་རེས་ཀྱི་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་གཟིམ་ཆུང་བརྟན་བཞུགས་སྟབས་བུས་བཞུགས་བའི་སྐབས་སྦེལ་ཀུང་ཤེས་རབ་གླིང་གི་ཏཱའི་སི་ཏུ་རིན་པོ་ཆེ་མཆོག་དབུས་མཁན་སྤྲུལ་དང་གྲྭ་བཙུན་ལས་བྱེད་ཁག་ཅིག་བཅས་ཁྱོན་མི་གྲངས་ལྔ་བཅུ་ང་ལྔ་ལྷག་བཞུགས་སྒར་དུ་ཆེད་བཅར་གྱིས་གདན་ཞུ་ལྟ་བུས་ཞུས་གནང་ཡོད་པ་དང་ད་ག་ནང་བཞིན་དེ་རིང་མགོན་པོ་མཆོག་ནས་བོད་པ་དང་ཧི་མ་ལ་ཡའི་མི་དམངས་སོགས་ལ་མཇལ་ཁ་ཡང་བསྩལ་གནང་མཛད་འདུག།
མཚམས་འདི་ནས་དེ་རིང་གི་བོད་དང་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུས་ཟིན་པ་ཡིན་རྣམ་པ་ཚོས་ང་ཚོའི་ལས་རིང་བསྲེལ་གསན་གནང་བར་ཐུགས་རྗེ་ཆེ།